འོ་ད་ན་ཚ་ང་ཚོ་ང་ཚ་ལས་དེ་ག་དེ་རེད་འོ་དེ་དེ་ག་ལ་པོ་གོ་ཚོ་ལ་དེ་ཁ་ལག་བྲེ་ཡ་དང་ད་ནས་འོ་དུ་ལོ་ས་ཚེ་པ་ཅི་ག་དུ་ལོ་དེ་ཚོ་ཉོ་ཡ་དང་འོ་ད་དེ་ནས་གི་ཨ་ནེ་པོ་གོ་དེ་ད་མེ་ཐུག་མེ་ས་འོ་ད་ག་ར་རེད་དེ་ནས་གོ་ཚོ་ད།

མདའ་ར་ཁ་བོ་ར་ཤི་ཏོ་ནི་པུ་གུ་དི་ནི་དེ་ཉིད་གང་ག་སྐྱོ་བོ་དི་རི་རེ་ད་བ་མ་ཙུ་སྐྱོ་བོ་ངོ་བོ་དག་ངོ་དི་ལི་དི་ལི་ས་ཡ་དི་ལི་པི་ཀ་ལི་ཡོ་ས་ད་ཁ་བུ་ཁ་ཡ་མ་ར་ཏྲེ་ཐུ་མ་ར་ད་ཅི་དི་ནི་དེ་ངེ་དེ་སུ་ལི་ཡ་ད་ངེ་ལི་ལ་ཤ་ཏྲེ་གོ་རེ་ཨ་ནི་དི་པ་ར་ལ་ཡ་དི་ཁ་ལ། སོ་ཡ་དོ་ཐ་ཅི་མོ་འབོ་སི་ཆ་ཅི་མཛོ་གོ་རི་ད་ཁོ་ཚོ་དེ་གི་ད་རོ་ཧོ་ཡོ་མ་ར་ངོ་དེ་གི་པེ་ག་སོ་ཨ་ཁོ་ཚོ་ཤ་ཚ་ཧོ་ཟ་ཡ་དེ་སི་ཏྲེ་རི་ད་དེ་ད་ད་ཤ་ཚ་ག་ང་ཅི་སོམ་ད་ཡིན་མིན་ཁྱོད་རང་ཅན་ཅུ་ར་ལེ་བ་ཤེས་འགྲོ་ཚ་ཁྱོད་རང་ཅན་ཅུ་རེ་དོ་ཤ་ཚ་ཧོ་དེ་འདྲི་གི་ཙང་དེ་ལ་ད།

བཤད་སྒོ་བཏང་ཡང་ད་ལོ་བཤད་སྒ་བཏང་དེ་ད་ནི་ཉི་མ་རེ་རེ་ཨ་ཏི་བཤད་སྒ་བཏང་དེ་ལས་ངས་ལས་ཀ་འདི་འདྲས་ཟིག་བྱས་ཡོད་ཨ་ཟེར། ལས་ཀ་འདི་འདྲས་ཟིག་བྱས་ནས་ང་འདི་དེ་གར་ངས་འདི་ཇོ་བོ་འདི་འདྲས་ཀྱིས་འཕེལ་གཏོང་ཟོ་ཨ་བྱས་ཡོད། སོ་ནུ་དེ་ཡང་ནས་ཡོང་ནས་སླེ་ཨ་ཡོད་ན་ཁོ་ཇི་ཟེར་ཡི་རང་སོ་སོ་གིས་ལས་ཀ་གང་འདྲས་བྱས་ཡོད་ན་ཇི་ཟེར་ཡི་རང་བཤད་ས་གོ་གནས་ཀྱིས་ཆགས་འགྲོ་ར་གཞི་ཀྱིས་ཆགས་འགྲོ་ར། དེ་མ་ཡིན་པ་ད་བཤད་སྒ་རེད་ཟེར་ནས། ཨ་ནི་ཨ་ར་ན་དང། མི་གང་ག་ཡ་ལེ། ཨ་ནི་ཁ་ལ་དེ་ཤིན་ཐ་ཇི་ས་ཨ་ར་ན་དང། ཨ་ར་ཏེ་ལ་ཡང་ཡ་པོར་ཀྱོ་ན་ཨོ་ཟི་ར་ཏེ་མ་ནི་རྒྱ་འདྲེ་ཡ་ཐ་ཇི་རྒྱ་བ་ར། ཨོ་ཏི་འདི་ལེ་བ་རེད། ཨ་ནི་སི་ཡི་འདི་མི་འདི་སི་ཚེ་ཡི་ན་ཨོ་ལེ་ག་དེ་འདྲ་བོ།

འབྲས་ཀྱི་སླད་དུ་ནི་ང་ཚོ་གཉིས་ཀྱིས་གཉིས་རྗེས་ཟེར་ཁ་ནས་ལབ་པ་མ་ཡིན་པར། གཉིས་རྗེས་ཟེར་བ་དེ་དངོས་གནས་ཀྱི་འུ་ཉོ་ཐག་དེ་འདྲའི་དཀའ་ངལ་ཆེ་གི་དེ་ཚོར་འུ་རོགས་པ་བྱེད་ཐུབ་ཨེ་གི། འུ་དེ་འདྲའི་གསོག་ནོར་གྱི་སླད་དུ་ཡི་ཆད་དེ་ལ་འུ་ཉེས་མཐོང་བཟོ་ཨེ་དང་གད་རྒྱ་བྱེད་ཨེ་དེ་ཚོ་འུ་དེ་འདྲའི་རེད། ཨ་ནེ་ཚོ་མིག་གིས་དེ་འདྲའི་ཉེས་མཐོང་གི་ཉེས་མཐོང་བཏང་ངེས་སེམས་པ་ཅིག་ཡིན་ན། འུ་དེ་འདྲ་བཟོ་ཐུབ་ཡི་གི་རེད་ཨོ། འུ་ཆུང་པོ་ཡོད། འོ་དེ་འདྲའི་ཅི་སྐྱེས། ནི་ཤི་ཏོ་ནི་དཔེ་སྐྱོ་བོ་ར་མི་ལ་རྒྱ་གར་རྣམས་ལ་ཤི་ཏོ་དེ་ར་མོན་པོ་ཆུན་པོ་ར་མོན་པོ་ཟ་དེ་པེ། འོ་ཁྱེད་ཤོ་དྲ་བོ་ཆ་དེ་ར་དེ་གི་ད་སྐྱོ་བོ་ད་མོན་པོ་ཤོ་བོ་དོ་ང་ཚོ་ད་རྒྱ་གར་རྣམས་ལ་བོད་པ་དེ་འདི་འདི་འདྲའི་ཡོ་མ་རོ་ད་བེ་ལ། ད་ས་ཆ་ཁ་ཆ་ཀུ་ཅོ་མོན་པོ་ཡོ་ར་ག་འདི་ག་འདི་ཡོ་ད་ཁ་ཆེ་ཁ་ཤེ་དེ་ཡོ་ས་ར

མེད་ན་ཕ་མ་ལ་སྤྲད་དགོས་དང་སྤྲད་སྡུག་པོ་རེད། གཙོ་བོ་ཕ་མར་སྤྲད་དགོས་རེད་ན་འདི་འདྲའི་གི་འདྲ་པོ་ཉོ་ཐག་འདི་འདྲའི་གི་ཐོ་ཨ་ཡོད་རེད། ཧོན་དེ་ཚོ་ལ་དེ་འདི་སྤྲད་ཐོག་དེ་ན་ཤ་ཚ་ཁོ་ཚོ་ངེས་ནས་རེད་དང་ལོ་ནི་ད་ལོ་ཟ་ལ་ཟས་འདི་འདྲའི་རག་ཁ་བོ་རེད།